ད་ལན་དེ་ཉམས་མྱོང་དང་མང་པོ་ཅིག་གི་གནས་ཚུལ་གྱི་ཐོག་ནས་གསུངས་པ་རེད་དེ་ཚ་ང་ཚོ་སྐབས་འགའ་ཤས་ལ་ཡང་ཅིག་བོད་པ་ཚོ་ད་དཔེ་མ་འོངས་པ་ལ་ཡང་ད་ཞི་མི་འདུག་རེ་བ་བྱེད་ཚད་ཞི་མི་འདུག་ཞེས་སེམས་ཤུགས་བསླངས་ཡོང་གི་ཉེན་ཁ་ཡོད་རེད་ད་དེ་ང་ཚོ་ད་ལན་སྐལ་བཟང་རྒྱལ་མཚན་ལ་གསུངས་པ་ནང་བཞིན་རེད་ཅིག་དངོས་གནས་དྲང་གནས་ཀྱི་རེ་བ་མེད་པར་བཟོད་ཉེན་དེ་འགོ་བཙུགས་ས་དེ་ང་ཚོའི་སེམས་ནང་ལོགས་ནས་འགོ་བཙུགས་རོགས་ད་དེ་ད་ཆོག་མི་འདུག་ཟེར་ཅིག་བསམ་བཏང་བས་ན་ད་དེ་ཡོང་ཡས་གོ་རོགས་ཡོང་མ་རེད་ང་ཚོ་མི་རབས་གཅིག་གི་འཐབ་རྩོད་མ་རོགས། མི་རིགས་གཅིག་གི་འཐབ་རྩོད་རེད་བ། མི་རིགས་གཅིག་གི་འཐབ་རྩོད་དེ། you can't confine it to the time རེད་བ། ང་ཚོའི་མི་ཚེ་འདི་ནང་ལ་ཡང་སྒྲུབ་ན་ང་ཚོས་ཤུགས་རྒྱག་གིན་ང་ཚོའི་མི་ངའི་མི་ཚེ་ནང་མ་སྒྲུབ་ན་ངས་ཤུགས་རྒྱག་གིན་མེད་སླ་བས་ན་དེ་རང་དོན་ཁོག་བཅུག་ཆགས་པ་རེད་བ། དེ་ས་ང་ཚོས་དེ་དབྱེ་འབྱེད་བཏང་དགོས་ཀྱི་འདུག་དེ། མི་རབས་གཅིག་གི་འཐབ་རྩོད་མ་རེད་མི་རིགས་གཅིག་གི་འཐབ་རྩོད་རེད་མི་རིགས་གཅིག་གི་འཐབ་རྩོད་དེ། ད་ལོ་བརྒྱ་བསྣན་ན་གནས་གལ་ཡོད་མ་རེད། བྱུང་ན་ད་ང་ཚོས་མགྱོགས་པོ་དམིགས་ཡུལ་འགྲུབ་དགོས་ཀྱི་ཡོད་རེད་དེ། ཨ་ནི་ལོ་རྒྱུས་ནང་བལྟས་པས་ན། མི་རིགས་འགའ་ཤས་ལོ་སྟོང་ཕྲག་བཙན་བྱོལ་ལ་བསྡད་རྗེས་རྗེས་མ་རང་ཚུགས་ཐུབ་པ་ཆགས་ཡོད་རེད། དེ་ཚ་དེ་གལ་ཆེ་ཤོས་དེ་ང་ཚོ་བོད་པ་ཟེར་གྱི་འདུ་ཤེས་དེ་མ་ལག་བྱེད་དགོས་རེད། ནམ་ཞིག་ཅིག་ལ་ཡང་ང་ཚོ་བོད་པ་ཟེར་གྱི་བསམ་བློ་ཁོང་ཡོང་དུས་ཀ་ལ་ངོ་ཚ་དགོས་ཡ་དང་འཚལ་དགོས་ཡ་དང་ཞུམ་དགོས་ཡ་ཆགས་པས་ན་ང་ཚོ་དུས་ཚོད་ཤོག་ཚར་བ། ད་དེ་ང་ཚོ་རྒྱ་གོར་མི་ཞིག་གི་དབུ་ཁྲིད་ཀྱི་ཐོག་ནས་ལང་ཀ་ཆེན་པོ་ཅིག་བཏོན་ཡོད་རེད། ལྷག་པར་དུ་ང་རང་ཚོའི་རིག་གཞུང་གི་ཁྱད་ནོར་བོད་བརྒྱུད་ནང་བསྟན་འདི་དངོས་གནས་དྲ་ནས་སྤོབས་པ་བྱེད་དགོས་གཞི་ཆགས་བསྡད་ཡོད་རེད། ང་ཚོའི་རིག་གཞུང་ཕྱུག་པོ་རེད། དེ་བཞིན་ང་ཚོ་གཞན་དག་ལས་ཡག་ཡོད་ཟེར་གྱི་ཡོད་མ་རེད། ཡོད་མ་རེད། ང་རང་ཚོ་དངོས་གནས་དྲ་ནས་གཞན་ལ་ཡང་བོད་པའི།

ཡང་བྱུང་ན་དེ་མཉམ་པོ་ལ་སྐད་ཡིག་དེ་རྩིས་སྤྲད་ཐུབ་པ་བྱེད་དགོས་རེད། སྐད་དེ vehicle རེད། ཁོ་བརྒྱུད་ལམ་རེད། སྐད་ཀྱི་ཐུན་མོང་མ་ཡིན་པའི་བོད་པ་དེའི་མི་རིགས་དང་མང་པོ་ཅིག་ཁྱད་ཆོས་མཚོན་གྱི་ཡོད་རེད། ད་སྐད་རྩིས་སྤྲད་དེ་ལྕགས་སྲིན་པོ་ཡོད་རེད་སྤྱི་ཚོགས་ག་ལ་གང་འཚམ་ཅིག་མི་མང་མི་ཚོགས་ཆེན་པོ་མེད་ན་སྐད་དེ་ལྕགས་སྲིན་པོ་འདུག་ཨང། ད་གལ་ཏེ་སྐད་ཡིག་དེ་ཆ་ཚང་ཅིག་ཚད་མཐོ་པོ་ཅིག་རྩིས་མ་སྤྲད་ཐུབ་མ་ཐུབ་པ་ཡིན་ནས་ང་བོད་པ་ཟེར་གི་འདི་དང་ཨ་ནི་བོད་པའི་རྣམ་འགྱུར་སྟོན་ཡ་དེ། ཐ་ན།

ཁོ་ཚོ་མུ་མཐུད་ནས་འཇུ་མ་ཐུབ་བའི་བྱས་ཏེ་ང་ཚོའི་ལས་འགན་རེད། ད་ལྟའི་ལས་འགན་འདི་ག་རེད་སླབ་ན་བོད་དང་བོད་པ་ཟས་ཀྱི་མི་རིགས་ཀྱི་ངོ་བོ་དང་རྒྱལ་ཁབ་ཀྱི་ངོ་བོ་དེ་མ་ལབ་པ་བྱས་དར་བ། ད་དེའི་ངོ་ནས་དྲ་ནས་ང་ཚོ་དགོངས་པ་བཞེས་དགོས་དོ་ཤེས་ཡང་ཕི་ཁེ་ཕ་ནང་ངོ་དེ་རྒྱལ་ཁབ་སྟོབས་ཆེན་བཞི་བོ་ཆགས་མཚོ་ནང་ངོ་དེ་ང་ཚོ་ནུས་པ་མེད་དུས་ད་ལྟ་རྩ་ནས་ཡོང་ཡས་ཁོ་ར་མི་འདུག་ས་མས་ཁོ་ཡས་ཉན་ག་ཡོད་རོ་ད་དེ་ངས་ད་ལན་སྐལ་བཟང་རྒྱལ་མཚན་ལགས་གསལ་པོ་གསུངས་སོང་དེ་ངས།